གནའ་མི་ཚོ་སྐུ་ཁམས་གསང་སྔགས་རྡོ་རྗེ་རྩེ་བརྟན་ཡིན་དེ་རིང་བོད་རབ་གནས་ཤིང་འབྲུག་གནམ་ལོ་གསར་དུ་ཚེས་པའི་ལོ་གསར་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་རྒྱུ་དང་ཐང་དེ་ཨ་རིའི་རླུང་འཕྲིན་ཁང་གི་བརྙན་འཕྲིན་དང་རྒྱང་བསྒྲགས་གཅིག་གྱུར་གཏོང་བའི་ཀུན་གླེང་ལས་རིམ་ལ། བོད་ཀྱི་ལོ་གསར་གྱི་བྱུང་རབས་དང་བོད་ལ་ལོ་གསར་རིགས་མ་འདྲ་བ་ཇི་ཙམ་ཡོད་མེད། ལོ་གསར་ལ་གྲ་སྒྲིག་བྱེད་དགོས་པ་ཇི་ཡོད་སོགས་ལ་བཅར་འདྲི་ཁག་གཅིག་བྱེད་ཀྱི་ཡིན། དེ་རིང་གི་བགྲོ་གླེང་ལས་རིམ་ལ་བཀའ་མོལ་གནང་མཁན། བོད་མིའི་སྒྲིག་འཛུགས་ཀྱི།

འཚམས་འདྲིའི་བཀྲ་ཤིས་ལས་ཞུ་བ་དང་སྦྲགས། ལོ་དེའི་ནང་ལ་ཡིད་ཨ་གང་བསམ་ལས་ལ་རེ་བའི་འབྲས་བཟང་སྨིན་པའི་འཚམས་འདྲིའི་བཀྲ་ཤིས་ལས་སྔོན་དུ་ཞུ་གཏུགས་ཆེན་ཞུས་ཆོག་པ་ཞུས་ཡིན། ལ་སུ་ད་དེ་ནས་ཁེ་དྲུག་ལ་ད་ང་གསོལ་ཅིག་བོད་པའི་ལོ་སར་དེ་ཚང་མ་ལོ་སར་ལོ་སར་ཟི་ཐག་པ་ག་ཁ་ལ་འཇག་གདའ་ཡོད་རེད་ཅིག་བོད་ཀྱི་ལོ་སར་ཟེར་ཡ་འདི་ཅིག་ཐོག་མ་བྱུང་སྟངས་དེ་ག་འདྲ་འདྲ་ཅིག་བྱུང་བ་རེད་ད་ཅིག་བོད་ཀྱི་ལོ་རྒྱུས་ར་དེ་འདྲ་ནང་ཡིག་ཐོག་བ་ཡ་འདི་ལོ་སར་ཟེར་ཡ་དེ་སྔ་ཤོས་དེ་ག་དུས་ཅིག་ནས་ཅིག་འཁོད་ཡོང་གི་འདུག།
ལྷ་ས་སུ་རྡོ་རྗེ་ལགས་ཐོག་མར་འདི་ལ་འདི་འདྲ་ཅེས་བཤད་ད། བོད་མི་རིགས་ལ་ཡང་དུས་ཆེན་མང་པོ་ཞེ་བོ་ཅིག་ཡོད་པའི་ནང་ནས་ད། དུས་ཆེན་གལ་ཆེ་ཤོས་ད་ཨ་ནི་ཁྱབ་ཆེ་ཤོས་རྒྱ་ཆེ་ཤོས་ཨ་ནི་རྒན་གཞོན་བར་གསུམ་གྱིས་ཨ་ནི་རེ་སྒུག་བྱེད་བཞིན་པའི་དུས་ཆེན་གལ་ཆེ་ཤོས་དེ་གང་ཞེ་ན་ཨ་ནི་ལོ་གསར་བྱེད་བྱས་ཙང། ལོ་ལོ་གསར་བ་དེ་ལ་ཡང་ཨ་ནི་ལོ་རྙིང་པ་ལ་བགེགས་བར་ཆད་ག་རེ་བྱུང་བ་དེ་ཚོ་བར་ཚ་དེད་ཙང། ལོ་གསར་བ་དེའི་ནང་ལ་ཡང་ནི་ལས་དོན་གང་ཞིག་ལྷུན་གྱིས་འགྲུབ་པ་དང་བསམ་དོན་ལྷུན་གྱིས་འགྲུབ་བར་བྱ་བ་ལམ་འགྲོ་ཡོང་བའི་སྨོན་འདུན་དང་གསོལ་བ་སྨོན་ལམ་བརྒྱབ་ཡས་ཀྱི་དེ་འདྲ་ཅིག་ལ་ནི་ལོ་གསར་ཟེར་བར་བྱུང་བར་འགྲོ་བ་ནི་དང་པོ་དེ་ལོ་གསར་ཟེར་དེ་ནི་དོན་དག་འགྲོ་བ་དེ་འདྲ་ཅིག་བྱས། ད་ད་གིན་གྱིས་བཀའ་འདྲི་ཞུས་པར་ནང་བཞིན་གྱི་ངོས་ནས་ལོ་གསར་ཟེར་དེ་ཐོག་མར་ག་དུས་བྱུང་བ་རེད་གསུངས་དུས་དེའི་ངོས་ནས་དྲི་བ་དྲི་བ་དེ་ཡག་པོ་ཞུ་བ་རེད་བསམ་གྱི་འདུག་གང་ཡིན་ཟེར་ན་ང་ཚོས་ཐོག་མ་མེད་ན་མཐའ་མ་ཡོང་གི་མ་རེད། ཐོག་མ་ནས་ག་དུས་བྱུང་བ་དེ་ང་ཚོས

བྱས་ཙང་དེ་འདྲས་ཅིག་ལ་བྱུང་བ་རེད། འདི་རྒྱལ་པོ་འདི་པུ་ཏི་གུང་རྒྱལ་སྐབས་ལ་རེད། ཨ་འདི་ལོ་སར་བསྟན་ན་བྱུང་སྟངས་འདི་ག་འདྲས་བྱུང་བར་ཟེར་ན། ད་ད་བོད་ཀྱི་ག་ཚ་དཔལ་ཡོན་དར་ས་ཡོད་ན་མེད་ན་འདི་ལྷོ་ཁ་ཡིན་གྱི་ཨ་ནི་ལྷོ་ཁ་ལ་ཡ། རྒན་མོ་བག་མའི་ཟླ་རྩིས་ཟེར་བ་ཅིག་དང་ཨ་ནི་རྒན་མོ་བག་མའི་ཟླ་རྩིས་དེ་གི་ཟླ་བའི་སྐར་ཆའི་འཕེལ་རིམ་ལ་ཨ་ནི་གཞིགས་པས་ཨ་ནི་རྒྱུ་སྐར་གྱི་འཁོར་འགྲོས་ལ་བརྟེན་ནས་དུས་བཞི་དབྱེ་བ་དུ་ཕྱེ་ན་དབྱར་དགུན་སྟོན་གྱི་དེ་དང་ཟླ་ཚེས་གཉིས་བརྩིས་ན་ཟླ་བ་དང་ལོ་བརྩིས་ན་དེ་དེ་འཁོར་བའི་མཚམས་ལ་ཨ་ནི། ལྷོ་ཁ་ཡར་ལ་ཤམ་བུའི་འདབས་སུ་ཨ་ནི་ཁམ་བུའི་སྡོང་པོ་རེ་ཡང་མེ་ཏོག་ཁྲ་ཆིལ་ཆིལ་བཤལ་བའི་དུས་ཚོད་འདི་ལ། དཔྱིད་དཔལ་གྱི་དུས་ཆེན་ཟེར་གྱི་ཐོག་མ་འདི་འདྲ་གི་འགོ་བཙུགས་དེ་ནས་ཨ་ནི་བོད་ཀྱི་ལོ་སར་དེ་འཛུགས་བྱས་ནས་དེ་ལོ་སར་ཆགས་ཏེ་ཨ་ནི། ལོ་སར་གཏོང་སྲོལ་དེ་དེ་འདྲ་ཆགས་སྟབས། ལོ་སར་གཏོང་ཡས་ཀྱི་ཐོག་མ་གི་ད་ང་ཚོ་ཡིག་ཐོག་ནང་ལ་འཁོད་ཆོག་དེ་འཛུགས་བྱས་ནས་ག་བ་ལ་ཨ་ནི་ལྷོ་ཁ་ལ།

ལོ་སར་རིགས་མ་འདྲ་བ་ག་མང་པོ་ཅིག་ཡོད་ས་རེད་དེ་ཚོ་ཅིག་ཨནི་ཐོག་མ་བྱུང་སྟངས་དེ་ག་འདྲ་ག་ནས་བྱུང་བ་རེད་དེ་ནི་ཅིག་ལོ་སར་དེ་ཚོ་དུས་ཚོད་ཡང་ཚང་མ་གཅིག་པ་རེད་བས་མ་འདྲ་བ་དེ་འདྲ་ཡོད་རེད། ད་བོད་བོད་ནང་ལ་ལོ་སར་གཏོང་སྲོལ་འདུག་ཞུས་ན་འགྲིག་འདུག་སྔ་མ་ཡིན་ན་ཐོག་མ་ཐོག་མའི་དུས་སུ་ད་ང་ཚོ་བོད་ཟླ་དང་པོའི་ཚེས་གཅིག་ལ་སྐར་རྩིས་ཀྱི་ལུགས་ད་ག་རང་ཡིན་པ་བྱས་ཨན་ཕྱིས་སུ་ད། ཅིག་ནམ་དུས་ཀྱི་དམིགས་བསལ་གྱི་ས་བབ་ཀྱི་གནས་ཚུལ། ད་ག་ནང་བཞིན་གྱི་ཨ་ནི་སོ་སོའི་ས་གནས་ལ་དམག་འཁྲུག་དང་དེ་འབྲེལ་གྱི་ཨ་ནི་ཀི་གནས་ཚུལ་ལ་བསྟིམས་པས་ཨ་ནི་ལོ་སར་གཙང་སོ་མི་འདྲ་བ་ཁག་གཉིས་གསུམ་ཞིག་བྱུང་ཡོད་རེད་ད་དེ་ནི་མ་རིན་པས་མདོར་བསྡུས་མདོར་བསྡུས་ཞུས་པ་ཡིན་ན་ལོ་སར་ད་བོད་ནང་ལ་ལོ་སར་གཙང་ཡས་ཀྱི་ཐོག་མ་དེ་སྤྱི་ཟླ་བོད་ཟླ་བཅུ་པའི་ཚེས་གཅིག་ལ་ཡ་ཨ་ནི་འདུག་ཅིང་ཀོང་པོའི་ལོ་སར་ཅིང་བྱ་དགོས་རེད་ཀོང་པོའི་ལོ་སར་དེ་ལོ་སར་གཙང་ཡས་ནང་ནས་སྔ་ཤོས་དེ་བྱ་དགོས་རེད་ད་དེ་ཆགས་སྡང་འདྲ་བོ་དེ་རོབ་ཏུ་ཞུས་ཡོད་ཡིན་ན་འདི་རུ་བཞག།

བཅུ་གཅིག་པའི་ཚེས་གཅིག་ལ་བཏང་གནང་ཡོད་རེད། ད་ཡང་ང་ཚོས་མངའ་རིས་ལོ་སར་ཟེར་ཏེ་མངའ་རིས་ཡོངས་རྫོགས་ལ་ཁྱབ་ཀྱི་མི་འདུག་ད་ང་ཚོས་འདུག་སྲིད་པ་ལྟ་དུས་མངའ་རིས་ཀྱི་ཁོངས་ནས་ཨ་ནི་སྤུ་རང་དེ་ཡིན་གཅིག་མིན་གཅིག་སྤུ་རང་གོ་མདོག་བྱེད་དེ་ག་ནང་ཞིག་གིས་ཨ་ནི་སྤུ་རང་གི་གྲོང་པ་དེ་མ་གཅིག་ཚུ་རྒྱལ་ཁ་ཁུལ་གྱི་ཨ་ནི་གྲོང་པ་ཁག་ཅིག་བྱེད་དེ་ག་ནང་ཞིག་གིས་ལ་དྭགས་ཁུལ་ལ་བྱེད་ཁོ་ན་ཚོ་ཡང་འདི་བོད་ཟླ་བཅུ་གཅིག་པའི་ཚེས་གཅིག་ལ་བཏང་གནང་ཡོད་དེ་འདི་འདྲ་ཆགས་ཤིང།

ཆོས་རྒྱལ་ནོར་བཟང་འདི་ཨ་ནི་ཨམ་ཆོས་ཧ་རི་ནག་པོ་དང་བཙུན་མོ་ཉིས་སྟོང་ལྔ་བརྒྱད་ཀྱི་ཨ་ནི་རྒྱལ་པོ་ནོར་ཅན་ལི་ཡ་ད་རྨི་ལམ་ངེས་པ་བཏང་ད་ཆོས་རྒྱལ་ནོར་བཟང་བྱང་ལ་ཡང་དམག་རྒྱ་གར་བཏང་དགོས་དམག་རྒྱ་གར་བཏང་ཡང་ལ་ཨ་ནི་ཡང་སྐབས་དེ་དུས་ལོ་སར་དེ་རེད་འགྲོ་བྱས་བྱས་ཙང་ད་ལོ་སར་ལ་འདུག་ཟིན་ཞུ་གི་རེད་བསམ་བྱས་ཨ་ནི་ལོ་སར་དེ་ཡང་སྔ་སྨྱུག་བཏང་བྱས་བོད་ཟླ་བཅུ་གཅིག་པའི་ཚེས་གཅིག་ལ་བཏང་ན་ཡང་དེ་དུས་དུས་འདི་འདྲ་ཆགས་རེད་བསམ།

ད་ལྟ་རྒྱལ་པོ་ལོ་སར་དང་ཆོས་སྐྱོང་ལོ་སར་དང་བླ་མ་ལོ་སར། ཁ་ཚ། རྒྱལ་པོ་ལོ་སར་བླ་མ་ལོ་སར་ཆོས་སྐྱོང་ལོ་སར་ཟེར་ནས་ང་ཚོས་ལོ་སར་ཚེས་བ་གཅིག་ལ་ཨ་ནི་དེ་གསུངས་པ་རེད། བླ་མ་ལོ་སར་ཚེས་བ་གཉིས་ལ་ཨ་ནི་རྒྱལ་པོ་ལོ་སར་ཚེས་བ་གསུམ་ལ་ཆོས་སྐྱོང་ལོ་སར་བྱུང་བ་རེད། ད་ལོ་སར་འདི་གསུམ་འདི། དངོས་གཞི་དེ་སྔོན་ལ་བྱེད་སྒོ་ཁག་ཅིག་འདི་ཚོ་རོབ་ཙམ་ཞིག་ཞུས་ན་ཡག་པོ་འདུག་ད་ང་ཚོ་དུས་ཚོད་ལྟས་ཚོད་ཡོད་དུས་གང་སྲིད་ན། ང་ཚོ་ལོ་གསར་ལ་དགོས་མཁོ་ཆེ་ཤོས་དེ་ཡོད་ད་དེ་ཞུས་ན་ཁོ་ན་ཚོ་ལ་ཕན་ཐོག་ཆེ་གྱུར་སོང། གང་སྲིད་ན་ལོ་གསར་ལ་ང་ཚོ་དགོས་མཁོ་ཆེ་ཤོས་ཁག་གཉིས་གསུམ་ཅིག་ཡོད་ད་དེ་ནང་ནས་ཁག་ཆེ་ཤོས་དེ་གྲོ་སོ་ཕྱེ་མ་དང་བེར་ཀ་དང་ལུག་མགོ་དང་ཨ་ནི་གྲོ་མ་འདྲེས་སྲིད་དེ་དང།

ཆོས་པ་ཡིན་ན་རེད་སྡེར་ཁ་ཡིན་ན་རེད་དེ་ན་ཡིན་གཅིག་མི་རྙེད་ནི་ཚང་དགོས་ཡ་དང་གཅིག་བྱེད་དེ་ནས་ཡང་ཆོས་པ་ར་སྡེར་ཁ་གི་ནང་ངེས་པར་དུ་འཛེམ་དགོས་ཡ་དེ་ཚོ་ག་རེ་ཡོད་རེད།
ད་སྡེར་ཁ་ནང་ལ་གཅིག་ཡིན་གཅིག་མིན་གཅིག་ཚང་དགོས་ཡ་དེ་ཚོ་ང་དཔེར་ན་སྡེར་ཁ་ལ་ཆ་བཞེས་ན་སྡེར་ཁ་དེ་ད་ཁ་བསལ་ང་ཚོ་ཞེ་ཏོག་སྣ་ཁ་དྲུག་གི་དྲུག་ལས་གྲུབ་པའི་ཨ་ནི་སྡེར་ཁ་ཅིག་ཆགས་དགོས་རེད་ད། འདི་ང་ཚོ་སྒྲིག་སྟངས་དེ་ངེས་པར་དུ་ཤེས་དགོས་དགོས་རེད

ད་ལྟ་ནས་ཅིག་ཁྱེད་རང་གོང་དེ་ཅིག་ལོ་སར་དྲ་གནམ་གང་དྲ་དགུ་སྟོད་དྲ་དེ་གི་འགྲེལ་བཤད་ཅིག་རྒྱབ་ཡོང་དུས་མང་ཆེ་ཁྱེད་རང་གི་ང་བཅུ་ང་དགུ་གུང་གི་ཡན་ནི་དེ་ད་རྩེ་ཕོ་བྲང་དྲ་གནམ་རྒྱལ་དྲ་ཚང་དེ་གི་འགྲེལ་བཤད་དེ་གྱོན་སོང་ད་གལ་སྲིད་ཡན་ནི་བོད་ནང་གི་ཡན་ནི་ཉན་དེ་རིང་གི་ཉན་འཕྲིན་དེ་ལྟ་མཁན་ཅིག་གི་ད་ལྟའི་ཀ་ད་ལྟ་སྐད་ཆ་དེ་ཚང་མ་ལྔ་བཅུ་ང་དགུ་གོང་དུ་རེད་ད་ལྔ་བཅུ་ང་དགུ་བའི་རྗེས་ནས་ཨ་ནེ་གཅིག་རྡ་རམ་ད་བོད་ལ་ད་དེ་འདྲ་ཡོང་བ་མ་རེད་ད་རྡ་རམ་ས་ལ་རྒྱ་གར་ན་ཨ་ནེ་ངའི་མ་གན་ལུགས་སྲོལ་དུ་བཟོས་ཡོད་ན་མེད་ན་ཟེར་དེ་འདྲ་དྲི་བ་ར་གཅིག་ཡོང་ན་ད་རྒྱ་གར་ན་ཨ་ནེ་ནས་ལུགས་སྲོལ་དུ་བཟོས་རྒྱུན་འཁྱོངས་བྱེད་ཐུབ་ཡོད་རེད་བས། རྒྱ་ནག་ལུགས་སྲོལ་རྒྱ་ཆ་རྒྱ་ཡོད་རེད་ཡིན་ན་ཡང་ད་མི

འདི་འདྲ་ཞིག་ང་ཚོ་ནི་ཡག་པོ་ཡོད། ལྷ་བཟོ་ཨ་ནེ་ད་བོད་ཕྱི་ནང་གཉིས་ན་ཡོད་པའི་ང་ཚོའི་ཨ་ནེ་ལ་ལས་རིམ་གསན་གཟིགས་གནང་མཁན་ཡོངས་ལ་ཨ་ནེ་ལོ་གསར་པའི་འཚམས་འདྲི་བསྐྱར་དུ་ལོ་གསར་པའི་འཚམས་འདྲི་འདྲ་ཞིག་དེ་ལས་ཞུ་གི་ཡིན་ཨ་ནེ་ང་ཚོས་གོང་དུ་བསྐྱར་འདྲི་ཞུ་ས། བོད་མིའི་སྒྲིག་འཛུགས་ཀྱིས་བོད་ཡིག་གསར་འགྱུར་ཚན་པའི་སྤྱི་ཆིངས་བོད་རྩོམ་སྒྲིག་པ་ཟུར་བ་སྐལ་བཟང་མཁས་གྲུབ་ལགས་རེད་མཁས་གྲུབ་ལགས་དེ་རིང་གི་བགྲོ་གླེང་ལས་རིམ་པ་ཉམས་ཞིབ་གནང་སྐབས་མི་ལྷུག་པོ་སོང་བ་ཐུགས་རྗེ་ཆེ།